རྟགས་གང་དར་སྦས་སྐྱབས་རྗེ་ཟམ་གདོང་རིན་པོ་ཆེ་གི་ཕྱག་ལེན་གནང་སྟངས་དེ་ཨ་ནི་བའི་ཚེ་མཐོ་ཤོར་ནས་མ་རྟགས་གང་དར་སྦས་ཚད་དམའ་པོ་ཞུགས་ཅིག་ལ་མ་ཟགས་པ་རེད་བས་རྒྱ་ནག་མི་དམངས་སྤྱི་མཐུན་རྒྱ་གར་གི་རྩ་ཁྲིམས་ནང་ལ་འདེད་གིན་ཡིན་ཟེར་དེ་འདྲ་ཞིག་ལབ་པ་རེད་ཨ་ནི་བའི Unsuccessful ཁོ་རང་བྱེད་རྒྱུ་ཙམ Unsuccessful ཨ་ནི་བའི་ཅིག་ག་གེ་མི་ཤེས་རང་ཉིན་པོ་ལུང་དྲངས་ནས་མེད་མེད་ཟེར་ཅིག་གང་དར་སྦས་ག་གེ་མེད་པ་ཆགས་པ་རེད་མཐོང་དམའ་པོ་ཞུགས་ཅིག་པ་ག་གེ་དོན་དག་ཡིན་རྒྱུ་འཇོན་ཡོད་མ་རེད་ཟེར་ཅིག་ཅིག་དེ་འདྲ་བཤད་བསྡད་ཀྱི་འདུག་ཨ་ནི་ཅིག་གི་བདག་ཉིད་ཆེན་པོ་ཟེར་ཡ་སྐྱབས་རྗེ་ཟེར་མ་འགྲིག་མང་པོ་ཅིག་བཏགས།

ད་ཡང་ང་ནང་བཞིན་བྱས་ནས་རིན་པོ་ཆེ་རྒས་ཤིང་འཁོགས་པ་ཆགས་ཡོང་གི་ཡོད་རེད། རེད་དེ་ཡིན་ནའི་སོ་སོའི་ལྟ། མི་ཚེ་གང་པོ། ད་གང་འདྲ་མི། བུ། བསྟན་པ་དང། གཅིག་གི་ད། བས་ནི། ད་བོད་མི་མང། ད་ཤེས་ཡོན་དང་བཅས་པ་དེའི་རིགས་ཀྱི་ཆེད་དུ་ད་སོ་སོའི་མི་ཚེ་གང་པོ་དུག་སང་དང་ཟོ་བྱེད་རེད། རིན་པོ་ཆེ་སེང།

ད་སྐྱབས་རྗེ་ཟམ་གདོང་རིན་པོ་ཆེ་གི་ཕྱག་ལས་གནང་ཡ་ད་ལྟ་ངའི་གོང་དུ་ཞུ་བ་འདི་ག་འདྲི་ཞིག་གནང་གི་ཡོད་རེད་འདི་བསམ་གཏང་ཡ་རེད་ད་ཁྱེད་རང་ཚོ་གི་སྐྱབས་རྗེ་འདི་འདྲི་ཞིག་ག་འདྲི་ཞིག་གི་མཚན་མཐོང་གནོད་གི་ཡོད་རེད་ཟེར་ཏེ་ག་ད་རྒྱག་པ་གིས་འདི་ལ་ག་ག་ལ་འགྲོ་ཡོད་མ་རེད་ཟེར་ཡ་ད་ཅིག་དེ་ནས་བཙོན་ཁང་ནང་བསྡད་ཡོད་མ་རེད་ཟེར་ཡ་ད་དཀའ་ལས་བརྒྱབ་ཡོད་མ་རེད་ས་ཨན་ས་སི་པུར་རེད་ཟེར་ཏེ་བཤད་ཡོད་འདི་ག་བཤད་ཡ་འདི། ཁྱེད་རང་ཚོ་གི་བཤད་ས་འདི། འདི་སྐྱབས་མགོན་རིན་པོ་ཆེ་ལ་མཚན་མེད་ཞུ་གི་འདུག་མ་གཏོགས་ཁྱེད་ཀྱིས་འདི་ཟམ་གདོང་རིན་པོ་ཆེ་ལ་མཚན་མེད་ཞུ་གི་མི་འདུག་ད། འོ་འདི་ཁྱེད་རང་ལ་ཧ་གོ་བ་བྱེད་ཞུ་ཡས་ངས་དང་པོ་དོན་དུ་ལྷག་རྟགས་ཟེར་མཁན་མི་དེ་གིས་འདི་འདྲ་བཤད་ཡོང་གི་འདུག་བ། ད་དོན་དུ་ལྷག་རྟགས་ཟེར་ཡས་མི་ཁོ་རང་ག་འདྲ་ཞིག་རེད། ངས་བཀྲ་ཤིས་རྒྱབ་པ་ཡིན་ན། ཨ་ལས་དང་ཐོག་དེ་ལ། སྒྲ་སྙན་སྤྱི་ཟླ་དང་པོའི་གི་སྤྱི་ཚེས་དྲུག་ཉིན་མོ་དེ། བོད་ཀྱི་རྒྱལ་རྟགས་ཁྱི་བྱས། རེད་བ། ཨ་ནི། ཨ་མི་རི་ཀའི་གི་རྟགས། གྲོགས་ཚོགས་གཏོར་རྒོལ་བྱེད་ལ་ཕྱིན་པར་བ། གྲོགས་ནི་འགྲོ་ལམ་དྲག་པོའི་རྒྱབ་སྐྱོར་བྱེད། བྱེད་བ། ལྟ། དེ་འདྲའི་བོད་ཀྱི་རྒྱལ་དར་ཁེངས་ནས་འགྲོ་ཡས་སོ་སོ་ཨ་ལས་རྒྱུགས་དང། སོ་སོ་གདོང་དཀར་ཁ་རི་བཀབ་ནས་རྒྱུགས་དང་ཁྱད་པར་ཁྱོན་ནས་ཡོང་མ་རེད། གང་ལྟར་བོད་ཀྱི་རྒྱལ་དར་དེ་ཁྱིས་ནས་གང་ལྟར་ཨ་མི་རི་ཀའི་མི་མང་བསམ་ཡོད་ཅན་ཨ་མི་རི་ཀའི་ཆབ་སྲིད་མི་སྣ་མང་པོ་ཅིག་གི་བསམ་ཡོད་ཅན་མང་པོ་ཅིག་བོད་པའི་རྒྱལ་དར་ཁེངས་ནས་འགྲོ་ཡོད་འདི་ག་ལ་བོད་པ་མཐོང་ཡོད་འདི་ལ་སྔོན་ནས་ཅིག་བསམ་བསམ་ལ་ཡ་ཅིག་བཟོས་སོང་བ།

གཏེར་དཔོན་གྱི་ཆེད་ནས་གང་ལྟར་རྒྱ་བ་རིན་པོ་ཆེའི་ཐུགས་ཕམ་བཟོས་ཡ། གང་ལྟར་ལྷག་པར་དུ་རྒྱ་བ་རིན་པོ་ཆེ་གི་དམིགས་བསལ་གྱི་ཐུགས་སྨོན་གནང་ནས་བཙུགས་བཞག་པའི་དེ་འབྲེལ་གྱི་གཞོན་ནུ་ལྷན་ཚོགས་དབུས། བོད་ཀྱི་གཞོན་ནུ་ལྷན་ཚོགས་དེ། གི་མཚན་མཐོང་ལ་ག་འདྲའི་གནོད་པའི་ལས་ཀ་བྱས་སོང། བ། ད་ལྟ་བར་དུ་དངོས་གནས་བོད་དབུས། བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་ནང་ནས་མི་མང་པོ་བས་སློབ་སྦྱོང་ཡང་མང་པོ་ཐོན་ནས་བོད་མི་འདི་ཚོ་ནང་ལས་ཀ་བྱེད་དགོས་བ་རེད། ག་འདྲའི་གི་མཚན་མཐོང་བྱས་ཡོད་རེད་མི་མང་གི་བས་ག་དུས་ཡིན་ན་བས་དེ་མཚན་མཐོང་ཡོད་རེད། ད་དེ་ནས་ཡན་ཆད་ནས་མ་ད་གང་ལྟར་བས་ཅིག། དུམ་བུ་བཏང་ཡ།

རྒྱ་བ་རིན་པོ་ཆེའི་དངོས་གནས་དཔེ་དེབ། བཙན་བྱོལ་ནང་ལ་ཕེབས་ནས་ས་དང་གནམ་བར་དུ་མེད་པའི་སྐབས་ལ་ཡང་དངོས་གནས་དེ་འདྲའི་ཞིག་སྐུ་ལས་བསྐྱོན་ནས་ད་ལྟ་བོད་ཟེར་ཡ་འདི། འཛམ་བུ་གླིང་ལ་ངོམ་ཆོག་ཡ་ཞིག་ཆགས་བསྡད་ཡོད་རེད་པ་ང་ཚོ། བོད་ཀྱི་ཆོས་དང་རིག་གཞུང་བོད་མི་རིགས་ཧ་ལག་པར་དུ་བོད་ད་ལྟ་བར་དུ་དཔེ་དེབ་ཆོས་རྒྱལ་ཚོའི་སྐབས་ནས་བྱུང་མ་མྱོང་བའི། རྒྱ་དབང་སྐུ་ན་བཅུ་བཞི་པ་ཆེན་པོ་གི་མཚན་ཐོག་གི་འོག་ལ་ཡ། བོད་ཆོལ་ཁ་གསུམ་ཟེར་ཏེ་རྡོག་རྩ་གཅིག་སྒྲིལ་བཞིན་བསྡད་ཡོད་རེད་པ། ཉིས་སྟོང་བཅུ་བཞི་བར་དུ་རྙོག་དྲ་མེད་པ་ང་ཚོ་ལ་ཡ། བདུན་འདྲེ་གཅིག་ལ་ཡང་སྐྱབས་རྗེ་ཟམ་གདོང་རིན་པོ་ཆེ་གིས་སྡིག་གི་དབུ་བ་དཔུང་སྟེང་ཞུས་ནས་དབུ་མའི་ལམ་གྱི་ཐོག་ནས་པདྨ་པད་ཟླར་བསྐྱོད་ནས། བཀའ་བློན་ཁྲི་པ་བྱེད་པའི་སྐབས་ལ་ཡང་རྒྱ་ནག་ཉམས་རྡུང་བཀའ་མོལ་གནང་ཡག་དང་གང་དང་མང་པོ་ཡོད་ཙང་ཕྱིན་པར་བ། དེ་འདྲེ་གཅིག་གིས་སྐུ་ལས་བསྐྱོན་མཁན་མི་གཅིག་ལ། ལྟ་འདི་མ་རེད་ཟེར་ནས་དེ་ལ་ཡང་གཅིག་གཅིག་གཅིག། ག་འདི་གཅིག་དང་གཅིག་མ་གཅིག་སྦྱར་ནས་འགྲིག་གི་མི་འདུག་ཟེར་ག་འདི་གཅིག་གི་མཚན་མཐོང་གནོད་གི་ཟེར་ཞུ་བོ་བྱིས་པ་པད་ཟླ་གང་ཨ་མཚར་སིལ་སིལ་པོ་རེད་ལ་ཡ་འདི། ཟམ་གདོང་རིན་པོ་ཆེ་ཨ་མཚར་ས་པོ་ཟེར་གི་ཡོད་མ་རེད་དེ། ཟམ་གདོང་རིན་པོ་ཆེ་གིས་ཕྱག་ལས་གནང་བསྡད་འདི་གས་ཟེར་མ་རྒྱ་བོད་རིན་པོ་ཆེ་རང་གིས་ཕྱག་ལས་འདི་ལས་ཞེ་རེ་ལ་བལྟས་ཀྱི་ག་འདྲ་མ་བལྟ་འདུག་ཨུ་ཚུགས་འཕེལ་གི་འདུག་བ། འདི་ཁྱེད་རང་འཛུགས་དགོས་ཞུ་ས་འདི་རྒྱ་བོད་རིན་པོ་ཆེ་ལ་ཞུ་ཨ་མཚར་ས་པོ་རེད་ཟེར་གོ་རེད་བ། ད་ལྟའི་ཆ་ལ་རྒྱ་དབང་སྐུ་འཁྲི་ཤུལ་བ་ཆེན་པོ་ཟེར་བ་ཞིག་མེད་པ་ཡིན་ན། ང་ཚོའི་བོད་པ་འདི་ག་བ་ཅིག་སླེ་གི་རེད་ང་ཚོའི་བོད་པའི་གནས་ཚད་ག་འདྲ་ཞིག་ལ་ཆགས་ཀྱི་རེད། བོད་པའི་གཅིག་སྒྲིལ་འདི་ག་བ་ཅིག་སླེ་གི་རེད་བོད་པའི་གནས་སྟངས་འདི་ག་འདྲ་ཞིག་སླེ་གི་རེད། བ། འདུག་བསམ་བློ་བཏང་ད། དང་པོ་ཁྱེད་རང་ཚོ་མ་བསྙེན་ཐུང་ནང་ལ་མ་དོན་བྱས། རྒྱ་བ་གཅིག། ཟམ་གདོང་རིན་པོ་ཆེ་གཅིག་འགྲིག་མ་སོ་གདོང་ཚོ་ཞུ་གཅིག་བཤད་བཤད་ཁ་བྱས་ན་མ་བྱས་ནས་འདི་མ་ཤེས་གོང་ལ་ཡ་བསམ་བློ་ནན་པོ་བཏང་དང་པོ། བསམ་བློ་རྒྱུན་ནས་མ་བཏང་ན་མ་བཤད་ཡོང་གི་འདུག་བ་དང་པོ་སོ་སོ་ག་རེ་བྱས་དོ། སོ་སོ་སྤྱི་ཚོགས་ནང་ལ་བསྡད་པའི་ཁར་ལ་སོ་སོ་ཕི་གི་སྣབས་སྣབས་རྩེ་ཚུལ་དེ་བཞིན་བསླབ་གྲ་ལ་ཕྱིན་བསླབ་གྲ་ནས་ཡག་འདུག་སྣེ་ལེན་གང་ནས་ཡོང་བསླབ་གྲ་ནས་ཡག་ཡོང་བྱས། དབུས་གཞོན་ནུའི་ག་རེ་ཀྱི་ལས་ཀ་བྱས་པའི་ཁར་ལ་ག་རེ་གཏོར་བཤིག་ག་ཚོད་བཏང་དོ། བ། སྤྱི་ཚོགས་ནང་ལ་གནོད་སྐྱོན་ཚབས་ཆེན་ག་འདྲ་བཟོས་ཏོ། རྒྱ་གར་མུ་ཇི་ཐུགས་ཕམ་གྱི་ལས་ཀ་ག་འདྲ་བྱེད་བཟོ་ཡས་ག་འདྲ་བྱས་ཏོ། ཨ་མི་རི་ཀའི་མི་མང་དང་པེ་ཨ་མི་རི་ཀའི་གཞུང་གི་ད་མི་སྣ་མང་པོ་ཅིག་པེ་སེམས་འཚབ་ཡོང་ཡས་ལས་ཀ་ཅིག་ག་འདྲ་བྱས་ཏོ། ཅི་རྩ་དོན་གླེང་བའི་ལས་ཀ་ར་བ་འདི་ཚོ་ཁྲེལ། དེ་འདྲའི་ཅིག་གིས་སོ་སོའི་ལས་ཀ་སོ་སོའི་ལས་ཀ་ལག་པར་བཞག་སྟེ་ལས་ཀ་དེ་འདྲས་བྱས། མི་དངོས་ནས་རླབས་ཆེན་གྱི་ལས་ཀ་བྱས་ཡོང་དུས་ག་ལ། འདི་ལ་ཡར་ལྟ་ཚད་མས་ཞུ།

འོ་བཟོས་བསམ་མི་མང་གི་བསམ་བཏང་དགོས་ཡ་ཞིག་རེད་འདུག་བ། མི་འདི་ཚོའི་རིགས་ཀྱི་ལས་ཀ་བྱེད་སྟངས་འདི། དོག་པ་ཟ་དགོས་ཡ་ཅིག། བྱེད་སྟངས་འདི་རུ་བ། ད་ཅི་ངས་གོང་དུ་ཞུ་བ་འདྲ་བཞིན་ཞིག་གིས། འབྱུང་པོའི་གདོན་གྱིས་རྒྱུད་བརླམ་བཞག་བ་ཅིག་རེད་མ་གཏོགས་ཡང་མེད་ན་ནི། ཅིག། ད། ཏན་ཏན། ཅིག་འདུག་བ་རྒྱ་ནག་གཞུང་གིས་ཡང། སྦག་སྦུག་སྦོག་སྦོག་བཟོ་གི་ཡོད་ན་གང་ཞིག་ཧ་གོ་མེད་རེད་བ་དེ་དྲི་བ་ཞིག་རེད་འདི་གས་ཚང་མ་ལོག་ལྟ་ང་ད་སྐད་ཆ་པ་སྡུག་ས་ནས་བཤད་པ་ཡིན་ན།